ནི། ད་དེ་རིང་གཅིག་གི། བཅའ་ལུས་ལེ་ཚན་ཟེར་ནས་རེད། གླེང་མོལ་གྱི་ལེ་ཚན་འདིའི་ནང་ལ་ཡང། ད་ངེད་ཀྱི་ཚེ་བརྟན་ཕུན་ཚོགས་ལ་ཁྱེད་རང། དུ་གདན་འདྲེན་ཞུ་དགོས་ཀྱི། ད་རྒྱུ་མཚན་ནི་མ་སོང། གཙོ་བོ་གཅིག་ག་རེ་ཡིན་ཞུས་པ་ཡིན་ན། ད་ང་རང་ཚོ་སྤྱི་བཏང་སྤྱི་ཚོགས་ནང་ལ་ཡང། ད་མི་དཀྱུས་མ་ཅིག་ཡིན་པའི་ཆ་ནས། གཅིག་གི། སོ་སོའི་གི། སྒྲིག་འཛུགས། དེ་ག་ནང་བཞིན་གྱི། སྒྲིག་འཛུགས་འདིའི་ནང་ལ་ཡང་འགྲོ་སྟངས་འགྲོ་ལུགས། དེ་འདྲའི་སྒང་ལ་ཡང་རྒྱུས་མངའ་ཧ་ཅང་ཆེན་པོ་ཡོད་ངེས་ཅིག་གང་ཟག་ཅིག་ལ་ཡང་ངོས་འཛིན་ཞུ་བའི་ཐོག་ནས། ལྟ་དེའི་ཅིག་གི་དམིགས་བསལ་གྱི་ག་ཚོད་གོ་རེ་ལས་གནས་སྟངས་ཅིག་གི་ང་ཚོ་ཡིན་ན་གོ་གནས་གལ་མེད་པ་ཡིན་ནས་མི་དཀྱུས་མ་ཅིག་གི་ནང་ལོགས་ནས་ཆ་མཚོན་པ་ཡིན་ན་ཧ་ཅང་གི་ད་ཅིག་གི་སོ་སོའི་སྒྲིག་འཛུགས་དང། དེ་གི་སྒང་ལ་ཡང་ཅིག་གན་རྒྱ་ཆེན་པོ་ཡོད་ངེས་ཅིག་གི་ངོས་འཛིན་ཞུ་བའི་ཐོག་ནས་ད་ད་ལྟ་ངེད་ཀྱི།

བློ་འཚབ་ཆེན་པོ་ཞུ་ཅིག་སྐད་ཀྱི་རང་བཞིན་གྱི་དེ་འདྲས་ཅིག་ང་རང་རྒྱུན་དུ་དེ་འདྲས་ཚོར་གྱི་ཡོད། འདི་རྒྱུ་མཚན་གང་ཡིན་ཞུ་བས་ན་ད་ང་ཚོའི་བཙན་བྱོལ་གྱི་སྒྲིག་འཛུགས་ཀྱི་གནས་སྟངས་འདི་ཁ་གསལ་བོ་རེད་ད། མང་གཙོའི་ཀ་བ་གསུམ་དང་ལྡན་པ་ཅིག་ཡིན་པ་གང་ཞིག་ལ་ད་ངེད་ཅག་ཅིག་ང་རང་ཚོ་ད་ཚང་མས་ཀྱི་གན་སེལ་ལྟར། མང་གཙོའི་ཀ་བ་གཅིག་ལ་ཡང་དཀའ་ངལ་འཕྲད་ཡོད་པ། ཨང་འདི་དང་འབྲེལ་ཡོད་སྐོར་ལ་ཡང་ནི་ཞིག་མི་དམངས་རང་བཞིན་ལྡན་པའི་ལས་འགུལ་གཞི་རྒྱ་ཆེན་པོ་འདི་འདྲའི་ཅིག་སྤེལ་དགོས་ཡ་གི་གནས་སྟངས་ཆགས་ཡ། ད་འདི་འདྲའི་ཀྱི་དཀའ་ངལ་རབ་དང་རིམ་པ་མང་པོ་ཅིག་བྱུང། ད་འདི་ཙམ་མ་རེད་ད་ལྟའི་ཆར་ལ་ཡང་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་སྤྱི་ཚོགས་ཀྱི་གནས་སྟངས་འདི་ངས་ག་འདྲ་ཞིག་མཐོང་གི་ཡོད་ཞུས་པ་ཡིན་ན། ད། གར་ས་རི་ལུ་ནི་ཐག་པས་མི་སྡོམ་ཟེར་བ། ད་འདི་འདྲའི་གནས་སྟངས་རེད་བྱ་ག་ལ་གང་བསམ་ཆགས་ཀྱི་འདུག་བསམ་གྱི་འདུག་ད་རེད་བ། དེ་ཡིན་དུས་ག་ནས་ད་ད་འདས་ཀྱི། དེ་ལ་ཁྱེད་རང་ད་ཅིག་གི་སྤྱི་ཚོགས་ཀྱི་ནང་ལ་ཡང་ནི་ཞབས་ཕྱི་ཞུ་ཡ་རེད་མི་མང་གི་རང་བཞིན་ལྡན་པའི་ཀྱི་ལས་འགུལ་གཞི་རྒྱ་ཆེན་པོ་འདི་འདྲའི་ཅིག་གི་ནང་ལ་ཡང་སྣེ་ཁྲིད་པའི་ཐོག་ནས་ཨ་ནི་ཅིག་གི་ཕྱག་ལས་གནང་པའི་ཀྱི་ཉམས་མྱོང་ཨ་འདི་ཀྱི་སྒང་ལ་ཡང་ཁ་ཆུ་རེད་མཁྱེན་རྟོགས་རྒྱ་ཆེན་པོ་ཡོད་པ་སོང་ཙང་ད་ཚེ་འདི་ན་ཁྱེད་རང་གི་སྒེར་གྱི་གཟིགས་ཚུལ་ག་རེ་ཞིག་འདུག་ད་ང་ཚོའི་གི་བོད་པའི་གི་ག་ཚོད་དགོས་རེད་བཙན་བྱོལ་གི་སྒྲིག་འཛུགས་དང་སྤྱི་ཚོགས་འདིའི་གི་ད་ག་གནས་བབ་དོ་ཅོར་བ་ད་ལྟའི་ཆ་ལ་ག་འདྲས་ཅིག་ལ་གཟིགས་ཀྱི་འདུག་ད་ཅིག་འདི་གང་ལས་ཅིག་གི་གསུངས་རོགས་གནང་ཁྱོད། རེད་བསྟན་འཛིན་ཡིན་མོད་ལ། ད་རྩ་བའི་ཆ་ནས། སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་གྱིས། ང་ཚོའི་གི་བོད་པའི་གི་ཅིག་གི་སྒྲིག་འཛུགས་འདི་ཡིན་པ་ཡིན་ནའི། ཅིག་གི་སྐྱབས་བཅོལ་གྱི་སྤྱི་ཚོགས་མང་པོ་ཞུགས་ཅིག་ཡོད་རེད། གཞན་དང་མ་འདྲ་བའི་གི་ད་ག་འདིར་ཅིག་གི་དངོས་གནས་ཅིག་གི་འཛམ་བུ་གླིང་ན་ལོ་ལ་ཅིག་གི་དཔེ་མཚོན་བཞག་ཆོག་པ། འདི་འདྲའི་གི་སྒྲིག་འཛུགས་ཅིག་ཆགས་འདེགས་པོ་རེད། ཨ་ནི་ད་དེ་སྔ་ནས་ཅིག་བཙན་བྱོལ་ནང་འབྱོར་བ་ཆེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་མུས་རེད་དེ་བཞེས་པའི་གི་གང་ལ་ད་གང་ལྟར་ཅིག་ག་ཉིས་སྟོང་གཅིག་གི་བར་དོ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་ཆབ་སྲིད་ཀྱི་སྐུ་དབང་དང་ཆོས་ཕྱོགས་ཀྱི་ཐོག་ནས་ང་ཚོའི་དབུ་ཁྲིད་ཆགས་དེ་བོ་རེད་དེའི་རྗེས་ལ་མུས་མཐུད་བྱས་ད་ཅིག་ག་མ་འོངས་པ་ལ་བོད་པའི་གི་བཙན་བྱོལ་ནང་ལོགས་ཀྱི་ང་ཚོའི་གི་སྒྲིག་འཛུགས་འདི་དང་སྤྱི་ཚོགས་འདིས་དམངས་གཙོ་ཚད་ལྡན་འགའ་ལ་ཕན་ཐོགས་ཡས་ཀྱི་དགོངས་པ་རྒྱ་ཆེན་པོ་ཞུ་ཆེད་བཞེས་གནང་ཆེད་ཟླ་ཉིས་སྟོང་གཅིག་ནས་ཕྱི་ནས་ཆེད་འབྲེལ་ཡོད་ལ་ཕེབས་ཆེད་ཨ་ནི་ཉིས་སྟོང་གཅིག་ནས་ཕྱི་ནས་ཉིས་སྟོང་བཅུའི་བར་དུ་ད་སློབ་དཔོན་ཟངས་མདོག་རིན་པོ་ཆེའི་བཀའ་བློན་ཁྲི་པ་གནང་ཆེད་ཐུགས་འགན་བཞེས། སྐབས་དུས་དུས་ཡིན་པ་ནི་ལབ་རྒྱུ་གླེང་རྒྱུ་མེད་པར་ང་ཚོ་ཆོལ་ཁ་གསུམ་དེ་ཡིན་པ་ནི་རྡོག་རྩ་གཅིག་སྒྲིལ། གཞུང་གི་སྒྲིག་འཛུགས་དང་གཞུང་འབྲེལ་མ་ཡིན་པའི་གི་སྒྲིག་འཛུགས་ཡིན་པ་ནི་དེ་ཚོ་ཚང་མ་བློ་གཅིག་གར་ཤོག་རེ་ཟུང་སོ་སོའི་གི་གནས་བབ་གང་ལ་ཏག་ཏག་ཞིག་འཐབ་རྩོད་ཀྱི་སྒང་ལས་ཀ་བྱས་ནས་ཕྱིན་ནས། ཨ་ནི། ད་གང་ལྟར་ཧ་ལས་པའི་གྱི་སྐྱབས་མགོན་རིན་པོ་ཆེ་གྱི་ཆབ་སྲིད་སྐུ་དབང་ཆེད་འབྲེལ་ཡོད་གནང་བ་དེ་གྱི་ཐོག་ནས། གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་པ་ནི་ད་དངོས་གནས་འགྲིག་ཤག་ང་ད་ལྟ་ཆེད་འབྲེལ་ཡོད་རེད་དེ། གཅིག་མི་མང་གི་གདམས་པའི་གྱི་ད་འགོ་ཁྲིད་དང་ཨ་ནི་མི་མང་གྱི་ད་དེ་གྱི་སྐྱབས་མགོན་རིན་པོ་ཆེ་ཐུགས་རེ་གནང་བ་གཞི་བཟུང་གྱི་ཏག་ཏག་ཅིག་ད་གང་ལྟར་ལ་འགག། བཏོན་གནང་བ་དེའི་སྒང་ལ་ཆིངས་སུ་གོང་ནས་ད་དུས་ཚོད་སྔ་མ་དྲག་ཕྱི་མ་དྲག་དེ་འདྲའི་ཅིག་གི་སྒང་ལ ྋསྐྱབས་མགོན་རིན་པོ་ཆེས་དགོངས་པ་རྒྱ་ཆེན་པོ་ཞུ་ཅིག་ཞལ་ཆད་ཕུགས་རྒྱང་རིང་པོས་ཀྱི་དགོངས་པ་བཞེས་ནས་ད་འཛམ་བུ་གླིང་གི་ཅིག་ཆབ་སྲིད་ཀྱི་འགྱུར་ལྡོག་རེད་དུས་ཀྱི་འགྱུར་བ་རེད་དེ་འདྲ་མང་པོ་ཅིག་ལ་གཟིགས་ཆེད་ཨ་ནི་ད་ཆབ་སྲིད་སྐུ་དབང་ཆ་ཚང་ཅིག་ད་མ་འོངས་པ་ལ་སྐྱབས་མགོན་རིན་པོ་ཆེ་བཞུགས་མ་བཞུགས་ཀྱི་གནས་སྟངས་བྱུང་སོང་ན་བོད་པ་ཚོ་སོ་སོའི་གི་རྐང་པ་གང་ལངས་ཐུབ་ཡས་ཆེ། བོད་པའི་གི་བོད་དོན་འདི་བོད་མི་ཚོའི་གི་རྒྱན་འཁྱེར་ཐུབ་ཡས་ཆེ་ད་དེ་འདྲའི་གི་ཨ་ནི་ཅིག་ད་དེ་བས་ལོ་ཉིས་སྟོང་གཅིག་ནས་བཅུ་བོ་དོ་ཅིག་འཇམ་པོ་དང་ཡག་པོ་ཞི་བོ་ཅིག་ཁ་ཆག་སྣ་རལ་མེད་པའི་ཐོག་ནས་འགྲོ་ཞག་དུས་སྐུ་མདུན་ཡིན་པ་ཡིན་ན་དངོས་གནས་ཅིག་ད་རན་པོ་འཚམ་པོ་ཞུ་ཅིག་འདུག་དགོངས་ནས་ཨ་ཉིས་སྟོང་རྟ་བཅུ་ནས་བྱས་ཆབ་སྲིད་སྐུ་དབང་རྟ་བྲེ་ཡོད་ཆ་ཚང་ཞིག་གནང་བྱས་ཆབ་སྲིད་སྐུ་དབང་ཆ་ཚང་མི་མང་གདམས་པའི་གི་ཨ་མགོ་འདྲི་ལ་རྩིས་སྤྲོད་གནང་བྱས་ཨ་དེ་འདྲ་རེད་རྟ་འདིའི་གི་རྒྱུ་རིང་གི་ནག་ལོ་ནས་རྟ་ཉིས་སྟོང་ཨ་ཉིས་ཞུ་རྩ་གཅིག་བར་དོ་ལ་ངས་ཞུ་དགོ་ཡ་མེད་རེད་རྟ་སྐད་ཆ་འདི་བསྐྱར་དེབ་ཡང་དེ་དང་མང་ཚོགས་ཐུགས་སྣང་གནང་ངན་ཟེར་བ་ན་ཚང་མ་ལོ་མཁྱེན་གི་རེད་རྟ་ང་ཚོ་ག་ལི་ག་ལི་ཅིག་ཉིས་སྟོང་གཅིག་ནས་བྱས་ནས་རྟ་ཨ། གར་བཞུགས་བར་ཉིས་སྟོང་དྲུག་བརྩི་བར་དུ། དེ་བཞུགས་དུས་ཉིས་སྟོང་བཅུ་ནས་ཕྱི་ནས་ཉིས་སྟོང། རེད། ད་ལོ་ལྔ། ཉིས་སྟོང་བཅུ་ནས་ཕྱི་ཞེས་ཉིས་སྟོང་བཅུ་དྲུག་གི་བར་དུ་ད་དགོངས་དག་ཉེ་དེ་ལོ་དེ་འཁྲུག་འགྲོ་གི་འདུག་བཅུ་དྲུག་གི་བར་དུ་ང་ཚོ་ག་ལ་གང་འཚམ་ཅིག་ཕྱིན་ཡོད་ད་བཅུ་དྲུག་ནས་ཉི་ཤུ་རྩ་གཅིག་བར་དུ་གནས་སྟངས་དེ་དལ་གྱིས་སྡུག་རོ་སྡུག་རོ་སྡུག་རོ་འགྲོ་ཡས་ཤིག། བོད་པའི་གི་སྤྱི་ཚོགས་འདི་ཡར་རྒྱས་འགྲོ་དགོས་རེད་དཔལ་འབྱོར་གི་ཐོག་ནས་ཡར་རྒྱས་ཕྱིན་ཡོད་རེད་ཨ་ནི་བོད་པ་མང་པོ་ཞིབ་ཅིང་ནུབ་ཕྱོགས་རྒྱལ་ཁབ་ལ་བག་ཕྱིན་བྱས་གནས་སྤོས་ཕྱིན་བྱས་སྤྱི་ཚོགས་ཁོ་ར་འགྱུར་བ་ཤུགས་ཆེན་པོ་ཞིབ་ཐེ་ཡོད་དུས་ད་ག་ལི་ག་ལི་ག་ལི་ཨ་ནི་ཆབ་སྲིད་གི་ནག་ལོག་ལ་ང་ཚོ་བོད་པའི་ནག་ལོག་ལ་རྒྱ་ནག་གི་བྱེད་ཐུབ་མ་ཐུབ་ཡ་གི་ལས་ཀ་དེ་འདྲ་བྱེད་བྱས་ད་གོང་ས་སྐྱ་མོ་ཆེན་པོ་མཆོག་གི་ཐུགས་ར་ཆེན་པོ་ཞིབ་ཅིང་གནང་དེ་འདི་བོད་ཆོལ་ཁ་གསུམ་འདི་སྐྱིབས་ན་སྐྱིབས་མཉམ་དང་སྡུག་ན་སྡུག་མཉམ་གི་ད་དགོངས་གཞི་དང་ཅིག་ཐུགས་རེ་གནང་བསྡད་རྒྱུ་དེ་ལྟར་རིམ་པས་རིམ་པས་རིམ་པས་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་དཔལ་འབྱོར་དང་ཅིག་ནུབ་ཕྱོགས་ལ་ཕ་ཕྱུག་སྐྱོ་བྱེད་ཡ་དེ་མི་འབོར་སྤོ་ཤུགས་དང་དེ་འདྲས་ཀྱི་ཐོག་ནས་འགྱུར་བ་ཕྱིན་རེད་དེ་བོད་པའི་གི་སྤུས་ཚད་དེ་ད་མ་སྨྲ་རོ་སྨྲ་རོ་སྨྲ་རོ་བྲོས་ཅིག་མིའི་གི་གཤིས་ཀ་རེད་སྤྱོད་པ་རེད་གང་ཅིག་གི་ཐོག་ན་བཟང་སྤྱོད་རེད་སྨྲ་རོ་སྨྲ་རོ་སྨྲ་རོ་བྲོས་ཅིག་ཨ་ནི་ང་ཚོ་བོད་པའི་ནང་ལོགས་ནས་ད་ག་ལི་ག་ལི་ཆོས་རྒྱལ་གི་འཐེན་འཁྱེར་ཅིག་བྱེད་ཡ་འགོ་བཙུགས་ཡོད་འདུག་ད་ད་ལྟ་རྔམ་དྲག་ཆེ་ཤོས་དེ་ད་ལྟའི་གི་ང་ཚོའི་གནས་སྟངས། རྔམ་སྒྲ་ཆེ་ཤོས་དེ་ངས་གར་ཆག་གི་འདུག་ཞུ་བ་ཡིན་ན་ད་གཅིག་སྒྲིལ་དེ་རེད་ཤག་གཅིག་སྒྲིལ་དེ ྋགོང་ས ྋསྐྱིད་མོ་ཆུང་པོ་མཆོག་གི་དགོངས་པ་རྒྱ་ཆེན་པོ་ཞུ་ཅེས་བཤད་ཡོད་རེད། གྲོས་ཚོགས་ཀྱི་བསྒྲུབ་བྱ་དེ་ཡིན་པ་ཡིན་ནའི་ང་ཚོ་གྲོས་ཚོགས་ཀྱི་མི་མང་གི་འཐུས་མི་བདམས་ཡོང་དུས་ཡག་གཅིག་ཆོལ་ཁ་གསུམ་ནས་བདམས་ཨ་ནི་ཆོལ་ཁ་ཆོས་ལུགས་ཚང་མ་བློ་ལ་ལབ་རྒྱུ་གླེང་རྒྱུ་མེད་བདེ་བ་ཅིག་མ་ཡོང་ཡག་གཅིག། ཨ་འདིའི་མཉམ་རུབ་ཀྱི་ནུས་པ་ཐོན་ཡས་བྱེད་ཀྱི་དགོངས་པ་རྒྱ་ཆེན་པོ་ཞུ་བྱེད་ཞེས་རེད་དེ། ད་ད་ལྟའི་དུས་ཚོད་འདི་ལ་ཉིན་རེ་ཕྱི་ནས་རང་བཞིན་གྱི་མི་མང་མང་པོ་ཅིག་གིས། དངོས་གནས་ཅིག་བློ་གཟུ་བོར་དུ་གནས་པའི་མི་མང་མང་པོ་ཅིག་གིས་ཏན་ཏན་འདི་གི་ཐོག་ལ་ཐུགས་འཚབ་ཆེན་པོ་ཡོད་རེད། ཅིག་སོ་སོ་རང་ཉིད་ལས་གཞུང་ཞབས་ཟུར་པ་དང་དགོང་ལོ་བགྲེས་བ་དང་མི་རབས་རྒན་པ་མང་པོ་ཅིག་གིས་ད། ཐུགས་འཚབ་ཞུ་ཞུ་གནང་བསྡད་ཀྱི་འདུག་སྐྱབས་མགོན་རིན་པོ་ཆེའི་དགུང་ལོ་དེ་འདྲའི་འབྲས་བུ་ཆགས་ཡོད་རེད་དགོངས་དགུ་བཅུ་ལ་ཕེབས་ཚར་རེད་ད་ང་ཚོའི་གྲོས་ཚོགས་ནང་ལོ་གནས་སྟངས་ག་རེ་ག་རེ་ཆགས་ཡོང་གི་འདུག་ཆོལ་ཁ་གསུམ་གྱི་ནང་ལོ་གནས་སྟངས་ག་རེ་ག་རེ་ཆགས་ཡོང་གི་འདུག་དེ་ཚོ་ཚང་མ་ལོ་ད་གནས་ཚུལ་དཀྲོག་གཏམ་དང་དཀྲུག་ཤིང་དཀྲུག་ཤིང་དེ་ག་ནས་རྒྱག་ཡོང་གི་འདུག་ཆོལ་ཁའི་འཐེན་འཁྱེར་དེ་ག་ནས་ཡོང་གི་འདུག་ད་དེ་ང་ཚོའི་གི་ལག་པ་ན་ལོ་ལ་ཅིག་མིག་མཐོང་ལག་ཟིན་འདྲ་བོ་ཞིག་ཚང་མ་ལོག་གི་ཤེས་ཐུབ་པའི་ཞིག་རེད་དེ་ཡིན་དེ་དུས་ཅིག་ད་ལྟའི་གི་གནས་སྟངས་ཀྱི་ཐོག་ནས་སྤྱི་ཡོངས་ཀྱི་ཐོག་ནས་ང་ཚོ་བཙན་བྱོལ་ནང་སླད་ཆེ། ག་ལི་ག་ལི་ག་ལི་དམངས་གཙོའི་སྒང་ལ་ཁྱིང་ཕྱིང་ནས་སྐུ་མདུན་གྱི་ཐུགས་རེ་གནང་བ་ཞིག་ཚོ་ང་ཚོ་འགྲོ་བྱེད་གོམ་པ་རྒྱག་ནས་ཕྱིང་ཡོད་རེད་དེ་ད་དེ་མ་བལྟས་ཉམས་རྒུད་འགྲོ་ཨེ་གི་ཨ་མཐའ་ན་ད་མ་འོངས་པ་ལ་དངོས་གནས་བོད་ཆོལ་ཁ་གསུམ་ལ་ཨེ་དེ་སྐུ་མདུན་གཞས་མ་ཞུ་བ་ཡིན་ན་ཆོལ་ཁ་གསུམ་གྱི་གནས་སྟངས་དེ་ད་གནས་ཐུག་གི་རེད་གནས་ཐུག་གི་མ་རེད་ཟེར་ལ་ད་དེ་རང་བཞིན་གྱིས་ང་ཚོ་མི་མང་ཚང་མ་ལོག་ལ་ཨ་འདྲ་དྲི་བ་ཆེན་པོ་ཞུ་བྱེད་ཆགས་བསྡད་འདུག་བསམ་གི་འདུག་དེ་ཡིན་དེ་དུས་ཆོལ་ཁ་དང་ཆོས་ལུགས་ཀྱི་འཐེན་འཁྱེར་བྱས་དེ་ད་ང་ཚོའི་སྒེར་ངོ་ནས་མཚམས་འཇོག་བྱེད་དགོས་ཡ་ཞིག་ཐུག་ལ། ད་བརྟན་བཞུགས་ལ་ནི་ཁ་ཡོད་ལག་ཡོད་ཀྱི་སོ་སོའི་གི་རྩ་བའི་བླ་མེད་ཀྱི་དགོངས་པ་གྲུབ་ཡ་ཡིན་ན། ཆོལ་ཁ་དེ་ཕ་བཞག་ནས་རུ་བ་ང་ཚོ་སྤྱི་བ་རང་དགོངས་པ་བཞེས་ནས་ཕྱིན་བ་ཡིན་ན། ཆབ་སྲིད་ཀྱི་ང་ཚོའི་གི་འགོ་ཁྲིད་དེ་ལོ་ལྔ་རེ་ལྔ་རེ་མཚམས་ལ་སྤྱི་འཐུས་བདམས་ཡོང་གི་རེད་སྲིད་སྐྱོང་བདམས་ཡོང་གི་རེད། འདི་གི་སྒང་ལ་ཆོལ་ཁ་གསུམ་ག་ནས་ཡིན་ན་སླེབས་སྲིད་ཀྱི་རེད། གང་ཟག་གང་ལྟར། ཕྱག་ལས་གནང་ཐུབ་ངེས་འགན་འཁྱེར་ཐུབ་ངེས། ཤེས་འཇོན་གཉིས་ལྡན་དེ་འདྲས་ཀྱི་བྱུང་བས་ན། སྲིད་སྐྱོང་དེ་ཡིན་པ་ཡིན་ནས་ཆོལ་ཁ་གསུམ་གྱི་ནང་ནང་ངས་རིམ་པས་རིམ་པས་ག་ལི་ག་ལི་དོན་ཡོང་གི་རེད་བསམ་གྱི་འདུག་འདི་ལ་ང་ཚོ་མཉམ་རུབ་བྱས་ནས་ཆོལ་ཁ་ཆོས་ལུགས་འཐེན་འཁྱེར་མ་བྱས་བ་ཡིན་ན། ཨ་ནི་ང་ཚོ་ཞི་བོ་གཅིག་གི་ཡང་ཐུགས་འཚབ་གནང་དགོས་བ་དེ་འདྲས་མི་འདུག་དམངས་གཤིས་ཀྱི་སྒྲོམ་གཞི་མ་སོང་ན་འདི ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལྟར་ཧ་ཐག་ཐག་ཞིག་དགུང་ལོ་བགྲེས་པ་མང་པོ་ཞིག་གི་མི་རབས་རྒན་པ་མང་པོ་ཞིག་གི་དམངས་གཤིས་དེ་བཟོས་བཞག་ཡོད་དུས་ང་ཚོ་འདི་གང་འགྲོ་ཡས་རེད། ཨང་གཞོན་སྐྱེས་དེ་ཚོ་གསོ་སྐྱོང་བྱས་ནས་འགྲོ་ཡ་ཡིན་དེ་དུས་འདི་གི་ཞི་དྲག་གི་དེ་ལེགས་མི་འདུག་སེམས་འཚབ་རང་ལེགས་མི་འདུག་ང་ཚོ་རྨང་གཞི་ཡག་པོ་ཡོད་རེད་ད་ཡིན་ནའི་ཆོལ་ཁའི་འཐེན་འཁྱེར་དེ་ད་འདི་དཀའ་ངལ་ཆེ་ཤོས་ཤིག་ད་འདའི་ཁ་ཚ་དགོས་གཏུག་ལ་སྤྱི་ཚོགས་ནང་ལ་དཀྲོག་གཏམ་སྤེལ་དེ་ངེས་ཡིན་པ་ཡིན་ནའི་ཆོལ་ཁ་གསུམ་གི་ནག་ལོག་ལ་ད་གང་ལྟར་དཀྲུག་ཤིང་རྒྱབ་བྱས་དཀྲོག་གཏམ་སྤེལ་ཡས་དང་ཨ་ནི་ཐ་ན་ད་ག་འདི་ཕོ་བྲང་དང་སྐུ་མདུན་མཚན་མེད་ཞུ་ཡས་དང་ད་ང་ཚོ་ནུས་ཆུང་ཆོལ་རྒྱལ་ཆེན་མོ་ལ་ཡི་ད་ཟུར་ས་དང་ཆོལ་ཁའི་འཐེན་འཁྱེར་གང་འགྲོ་ཡིན་དུས་ད་གནས་ཚད་དེ་འདྲས་ཞིག་སླེབས་ཡིན་དུས་འདི་རང་བཞིན་གྱི་ད་འདའི་གི་གནས་བབ་ཐོག་ནས་སོ་སོ་འདྲ་བོ་ཞིག་ནི་འདི་གི་ཐོག་ལ་སེམས་འཚབ་ཆེ་ཤོས་འགྲོ་བྱ་གི་འདུག། ལས་ལས། ད་འདི་ཨ་དེ་འདྲས་སུའང་འདོད་པ་ད་འདི་ཨ་ད་ལྟ་ངས་ཀྱི་བྲིས་པ་ཇི་ལྟང་ཨ་གཉིས་པ་འདི་གི་ཨ་ག་ཚོད་རེད། ལས་ཡིན་དུ་མ་སོང་འདི་ཕལ་ཆེར་གཙང་མ་ཅིག་ཆགས་སོང་བསམ་ཚོར་བ་དེ་ལ། འདི་མང་ཚོགས་ཀྱི་ཡིན་པ་ཡིན་ནའི་འདི་གང་ལ་ཡང་ཏེ་ཞིག་ཡང་ཨ། རྩ་བའི་དོན་མང་པོ་གཅིག་ཏན་ཏན་ཚད་ལྡན་ལ་གསུང་བཤད་བྱེད་མཁན་གྱི་ཡོད་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་ང་རང་ཚོའི་སྤྱི་ཚོགས་ནང་ལ་གཅིག་གི་མཚམས་ཆད་ལ་ཡང་དཀའ་ངལ་ཆེ་ཤོས་དེ་མིའི་གི་རང་བཞིན་དེ་དྲན་ཤེས་དེ་གཅིག་ཡང་ཁ་སུ་ར་སྐྱོ་བོ་ཡིན་པ་སོང་ཙང་གཅིག་གི་ཁ་སང་ཁྱེད་ཉིན་འགའི་དགོངས་དག་ཁ་ལག་ཁ་ཟེར་བ་དེ་ཧ་མ་གོ་བས་ང་རང་ཚོ་གནས་སྟངས་དེ་འདྲའི་ཞིག་ག་ལ་འགྲོ་གི་ཡོད་དུས་ཀ་ནས་ད་འདས་པའི་གི་ལོ་གཅིག་གཉིས་གསུམ་ནང་ལ་ཡང་ང་རང་ཚོའི་སྒྲིག་འཛུགས་ནང་ལ་དཀའ་ངལ་ག་འདྲའི་ཞིག་འཕྲད་ཡོད་པ་དེ་མང་པོ་གཅིག་ཡང་དྲན་པ་བརྗེད་ཚར་ཤ་བསམ་སུ་འདུག།